ཁོ་ནར། སྤྱིར་སྐུ་སྣང་བའི་གཞུང་གི་ནང་ནས་གར་གླིང་གི་ཆེ་རྣམ་པ་བཞི་ཇོ་བོ་སྣང་བའི་ལྟ་གྲུབ་འདིའི་ནང་ནས་ག་དུས་ཡིན་ན། ཆོས་ཉིད་ལ་སྟོན་པ་གཟེངས་བསྟོད་ཀྱི་ཏོག་གཙོ་བོའི་ནང་གི་གཙོ་བོ་ཟེར་ག་གི་ར་ཆོས་ཉིད་ལ་སྟོན་པ། བདག་གི་ངོ་བོ་དང་གང་ཟག་གི་ངོ་བོ་དང་ཆོས་ཀྱི་ངོ་བོ་གཙོ་བོ་གཙོ་གཙོ་ཇོ་བོ་བདག་གི་ངོ་བོ་དང་ཆོས་ཀྱི་ངོ་བོ་ཡང་དག་པར་ཁོང་དུ་མ་ཤེས་ན། ཡང་དག་པར་མ་ཤེས་ན་ཤེས་རབ་ཀྱི་ཐབས་པ་རྩ་གཉིས་ནས་ཉམས་སུ་ལེན་སར་འཇོག་གི་ནི་མ་རེད།

དེ་ཚོའི་བསམ་པའི་ནང་ནས་ནང་ན་སྐུལ་སློང་ཡེ་ཤུ་གི་ངོ་ནས་དྲངས་ནས་གི་ད་ཚན་རིག་ཟེར་གི་འདུག་ཇོ་དུ་སོ་ད་ཕྱིར་བཏང་གི་ཅིག་ལག་སར་གི་རིག་བཞག་གི་ཅིག་འཇག་གི་འཇུག་ག་ཟེ་ཡིན་གྱི་རེད་ད་གྲྭ་བ་ཆེ་དེ་མི་དེ་ཉག་གི་ཉུག་ག་ཡི་གི་འདུག་རེད་ག་གྲྭ་ཡུལ་མོ་མི་གྲྭ་བ་གྲྭ་བ་རེད་འདུག་མ་འདྲ་བུ་དོ་ནི་སྒོམ་གྲྭ་བརྒྱ་བོ་བདལ་ཚུག་གི་གྲྭ་བའི་ལུས་སྐལ་ད་རེད་དེ་འདྲའི་བསམ་གི་ཡོད་པ་རེད་ལྷག་བསམ་ཅིག་ཤེས་ན་ལྷག་བསམ་ཡེ་ཤུ་རེད་ར་རེད་དེ་དེ་ཕུག་གི་སྐུལ་སློང་ནང་ན་ཆོས་ལུགས་ཟེར་གི་འདུག་ཇོ་དུ་ད་ཚན་རིག་ཟེར་གི་འདུག་ཇོ་འདི་ནས་འགལ་བ་ཡིན་བསམ་ཇོ་ཕུག་གི་སྟེང་ན་ཡོད་ན་རེད།

ད་དུང་ཁོང་གི་བསམ་པ་དང་བསམ་བློ་སོགས་ཏང་ནི་དང་ནང་མི་སྔོན་གྱི་མཁས་པ་ཐམས་ཅད་ཀྱི་ནང་བའི་རིག་གཞུང་གི་རྩ་བ་འདི་བདེན་པའི་དོན་ཡང་གསུང་ག་གི་ནི་ཁོང་གི་བདེན་པའི་དོན་གསར་བཅོས་བྱས་ན་ད་ད་པ་ལོག་འཇོག་བགྱི་ཟིན་ཡིན་ན་ད་ཁྱེད་ཚོ་ཤོང་ན་ཤོང་ཅན་པོ་ད་གི་ཁོང་གི་བཞག་ནི་ཡིན། རེད་ད་རྗེས་མ་ཁོང་གི་གང་ལ་གང་འཚམས་འདུག་བཞག་ནོ་དེའི་ཐོག་ནས་ང་རང་གི་སེམས་ནང་གི་ནང་པའི་ཆོས་གི་ལྟ་གྲུབ་ལ་མ་གནོད་པར་མ་ཟད་ང་ལས་ཀྱང་ཡིད་ཆེས་ཆེན་པོ་བྱུང་ད་ད་སོང་ནི་རེད།

ང་ཚོས་ལྷག་པར་དུ་ད་ལྟ་གཟུགས་ཅན་གྱི་ཁྱབ་ཁོངས་ནས་ཚན་རིག་དུ་སོང་འདས་པའི་ཕུན་སུམ་ཚོགས་པ་ཡིན་འདུག་ནས་དེ་ལ་སློབ་པ་དེས་ང་ཚོའི་རྩ་བའི་ལྟ་གྲུབ་ཀྱི་ངོ་བོ་དེ་གོང་འཕེལ་དུ་འགྲོ་བའི་མཐུན་རྐྱེན་དུ་གཏན་འདུན་འགྲོ་སྲིད་ཀྱི་རེད་ར་དེ་དངོས་གནས་ཀྱི་བཀྲ་ཡི་ཧྥང་ཤཱ་ཟི་དེ་དག་བཞེངས་འདུག་ན་བཀྲ་བྷ་ཟི་ག་ཧག་གི་ཆོས་དེ་མེད་འགྱུར་གྱི་རེད་བསམ་རྒྱུ་གཞི་རྩ་ནས་ཁུར་གི་ནང་བའི་ཆོས་བཀོད་བབ་ལང་ནོག་དུ་ཆ་ཚང་བ་ཙམ་མ་རེད་ཟེར་ན་གཅིག་ནས། བཞི་ནི་སྣང་བ་སངས་རྒྱས་པའི་ཆོས་ཀྱི་རྗེས་འཇུག་བ་ཟེར་ཡིན་དོན་ནི། ད་འཁོར་བ་སྤང་དགོས་ནི་རེད་ཆུ་སྒྱེར་སྤང་དགོས་ནི་རེད་འཁོར་བ་དངོས་མེད་ཆུ་ཆུ་ཆུ་ཉམས་སུ་ལེན་རྒྱུ་ཡིན་ནི་ཕྱིར་གྱི་འཁོར་བ་མེད་པར་མཐོང། བཟའ་ཚང་མེད་པར་མཐོང། སྦྱིན་ན་དག་བཙལ་བ་ཉིད་ནས་མ་རེད་དངོས་གནས་དྲང་གནས་མ་རེད་ར་ད་དངོས་གནས་ཀྱི་ཐེག་པ་ཆེན་པོའི་དགེ་དབྱིབས་ཤེར་ཉེན་ཐམས་ཅད་ཀྱི་སྔོན་གྱི་དཔལ་འཕྲུལ་དང་ཐམས་ཅད་ཀྱི་གཞུང་ལུགས་ཀྱི་ནང་ལྟ་ན་ཕེབས་དུས། ཆུ་ཆུ་ཕྱི་མི་ཟེར་ཉམས་སུ་ལེན་རྒྱུ་ཡིན་ཏེ།